གོང་ས་མཆོག་ནས་སྦྱར་རྩོམ་གནང་ཞེས་པའི་དེབ་འདི Voice for the Voiceless གི་ཐོན་ཤག་འདི་ངེས་པར་དུ་ནང་རེ་རེ་ལ་དེབ་རེ་རེ་ཨ་ཅང་ཅང་རབ་ཏུ་བྱུང་ན་དེབ་གཉིས་གསུམ་གཞན་ལ་བསྙེན་པ་སྤྲད་ཡ་ལ་ཟིག་རོ་ནང་ཞིག་ཞོལ་འདི། གང་ལྟར་རྒྱ་བོད་ཐ་དད་རེད་ལོ་རྒྱུས་ཀྱི་ཐོག་ནས་བོད་རང་དབང་རང་བཙན་རེད་རྒྱལ་ཁབ་ཡིན་པ་ལས་གསལ་པོ་ཞིག་རག་ཡོད་རེད་རྒྱལ་ཁབ་ཐ་དད་ཡིན་ཙང་ང་ཚོ་ལ་ཡ་ཨ་ནི་དེ་དགོས་ཡོད་དེ་དགོས་ཡོད་ཟེར་བྱེད་ཀྱི་ཤེས་ཡག་གི་གཞི་ཅིག་སླེབས་ཀྱི་ཡོད་རེད་འདས་པའི་ལོ་བཅུ་བཅུ་ཉི་ཤུ་ནང་ལོགས་ལ་ཡ་ཕོད་པའི་དཀའ་རྙོག་སེལ་མ་ཐུབ་ཡོད་ན།

ནང་རེ་རེ་ལ་དེབ་རེ་རེ་ཨ་ཅང་ཅང་རབ་ཏུ་བྱུང་ན་དེབ་གཉིས་གསུམ་གཞན་ལ་བསྙེན་པ་སྤྲད་ཡ་ལ་ཟི་རོ་ནང་བྱེད་ཤོད་དེ་ཡིན་གང་ཟེར་ན་ད་གོང་ས་མཆོག་ནས་བོད་དོན་འདི་སེལ་ཡ་ཆེད་དུ་དགོངས་པ་ག་འདྲེ་བཞེས་ཡོད་རེད་འབད་བརྩོན་ག་རེ་གནང་ཡོད་རེད་ཆ་ཚང་འདི་ན་བཀོད་གནང་ཤག་ད་འདི་དངོས་གནས་ར་ལོ་རྒྱུས་ཐོག་ནས། པའི་ཁལ་ཆེན་པོ་ཞིག་ཏག་ཏག་བཞག། དེ་ཡང་ནི་ང་རང་ཚོ་ནང་མི་ཚང་མས་གི་དེབ་དེ་ཀློག་ནང་ཡང་སྤུ་གུ་ཚུར་ལ་བསླབ་ཡག་རབ་ཏུ་བྱུང་ན་ཨ་ནི་སོ་སོ་གྲོགས་པོ་གྲོགས་མོ་ངོ་ཤེས་པ་ཚང་མ་ལ་དེབ་དེ་ཕུལ་བ་ཡིན་ན་བོད་དོན་ཐོག་ནས་ཁྱབ་བསྒྲགས་དང་གོ་རྟོགས་དང་རྒྱབ་སྐྱོར་ཤུགས་ཆེན་པོ་རག་ཡག་གི་རེ་བ་ཆེན་པོ་ཞིག་དྲག་འདུག་ཨ་ནན་ཏན་ཐོག་ནས་བསྐྱར་དུ

མཇུག་བསྡུས་པ་ཡིན་ཙང་དེ་ཡི་ཐོག་ནས་ད་ལྟ་བར་དུ་བྱུང་བཞག་པའི་ཉམས་མྱོང་དང་ལྷག་པར་དུ ྋསྐྱབས་མགོན་རིན་པོ་ཆེས་ཐོག་མར་དགུང་ལོ་བཅུ་དྲུག་ནས་དབུ་ཁྲིད་གནང་པའི་ཇོ་ལ་ཡ་ཀོའི་ཉམས་མྱོང་གི་ཐོག་ནས་ད་གོང་ལོ་ཆུང་བའི་སྐབས་ཀྱི་ཉམས་མྱོང་དང་དེ་དུས་ད་ལྟ་རྒྱ་ནག་ལ་ཞུས་གནང་བ་རེད།

རྒྱ་གར་ལ་ཡང་ཉམས་མྱོང་བྱུང་བཞག་པ་དང་དེ་དུས་པཎ་ཆེན་ནེ་རུ་དང་བཀའ་མོལ་གནང་པ་དང་སྐུ་ལས་བསྐྱོན་པ་དང་ཡང་དེ་དུས་དེའི་ཚེ་དེ་དུས་ཀྱི་སློབ་སྟོན་པ་ང་རང་ཚོ་བོད་ཀྱི་དབུ་ཁྲིད་ལས་བྱེད་པ་མང་པོ་ཡོད་ཁོ་ན་ཚོའི་ནང་ཁུལ་ན་ཡང་ཅིག་བསམ་ཚུལ་འདྲ་མི་འདྲ་ག་འདྲ་ཡོད་མ་ཡོད་དང་ཐ་མའི་ཐག་གཅོད་སྐུ་མདུན་ནས་གནང་པ་དང་མཛུབ་ཁྲིད་དེ་ང་ཚོ་གནས་ཚུལ་མང་པོ་ཅིག་མཛད་རྣམ་ནང་ལས་ཟུར་ཟུར་ཚོ་མ་གཏོགས་གསལ་པོ་ཡོད་མ་རེད་བ་ད་ད་ལན་ཕྱག་དེབ་འདི་གི་དམིགས་བསལ་གྱི

དགོངས་ཚུལ་གྱི་ཐོག་ནས་བོད་ཀྱི་གང་དག་དེ་སྔའི་ལྔ་བཅུའི་གོང་གི་བོད་ཀྱི་གང་དག་ཅིག་གི་གང་དག་རང་དབང་གི་གནས་སྟངས་དང་དུས་ཚོད་བཀོག་སྟེ་དགོངས་པ་གཏུགས་སུ་བཞེས་ཀྱི་ཡོད་ཅེས་བོད་རྒྱལ་རབས་ཀྱི་ལོ་རྒྱུས་ཀྱི་འདི་ན་ག་ལ་གང་འཚམས་ཅིག་ཡོད་རེད་འདུག་ཚུལ་ཁྲིམས་དེ་ཅིག་ང་རང་ཚོ་གང་དག་བོད་བོད་དོན་བོད་ཀྱི་གང་དག་བདེན་མཐའ་མ་གསལ་བར་དུ་ནི་གང་རང་དབང་ལུང་པ་ཡོད་ཉེན་བོད་པ་ཚོ། བོད་རིགས་ཡིན་ཟེར་བའི་ཤོད་གུ་དེ་བོད་དོན་ཐོག་ལ་ཡང་སེམས་ཁུར་ཉག་དགོས་ཀྱི་ཡོད་རེད་ལས་འགུལ་ནང་ལས་འགུལ་མུ་མཐུད་ནས་བསྐྱང་དགོས་ཀྱི་ཡོད་རེད་དེ་ཚོའི་དུས་ག་ལ་ལས་འགུལ་སྤེལ་བའི་སྐབས་ལ་ཡང་འཐབ་རྩོད་ཀྱི་ལས་འགུལ་འདི་ག་འདྲ་བསམ་ཤེས་ཡོད་པ་ཅིག་རྣམ་དཔྱོད་ཅན་གྱི་ལས་ཀ་བྱེད་སྟངས་ཅིག་གི་ཐོག་ནས་བྱེད་དགོས་དུས་ག་ལ་ད་ལན་ཕྱག་དེབ་འདི་ངེས་པར་དུ། ཁད་ཆེན་པོ་ཞིག་ཆགས་བསྡད་ཡོད་རེད། ཡང་སྐྱབས་མགོན་རིན་པོ་ཆེ་དང་ལྷག་པར་དུ་དགོངས་པ་བཞེས་སྟངས་དང་སྐུ་ལས་བསྐྱོན་སྟངས་དང་ཨ་ནེ་གང་དག་ཅིག་མཐའ་མ་གང་དག་ཅིག་ད་མུ་མཐུད་ནས་མ་འོངས་པ་ལ་ཡང་རྒྱ་བོད་ཞི་མོལ་གྱི་གོ་སྐབས་བྱུང་བ་ཡིན་ནས་བོད་པ་རང་གི་མཐའ་མའི་གང་དག་ཅིག་མེད་ན་མི་འགྲིག་པ་གི་ཆ་རྐྱེན་ག་རེ་ཡོད་མ་ཡོད། ཆ་ཤས་གར་ཚང་གོང་ཡོད་མེད་དུ་ཅི་འདྲ་དེ་འདི་ནང་ལོགས་ལ་ཡང་ཁ་གསལ་པོ་ཡོད་རེད་དེ་ཚང་དེ་ཚོའི་ཐོག་ལ་གང་འདྲ་ཕྱོགས་མང་པོ་ཅི་ནས་བལྟས་པས་ན་ད་ལན་གྱི་ཕྱག་དེབ་དེ་དམིགས་བསལ་གྱི་ང་རང་ཚོ་བོད་པ་ཚོས་གང་འདྲ་རྩད་དོན་བྱེད་དགོས་ཡོད་རེད་ཨ་ནི་རྒྱལ་སྤྱིའི་ཐུགས་རེ་ལས་གང་འདྲ་རྒྱལ་སྤྱིའི་སྡིངས་ཆའི་སྒང་ལ་ཡང་རྣམ་དཔྱོད་ཡོད་ཉེན་དང་ཨ་ནི་རྒྱ་བོད་ཀྱི་གནས་ཚུལ་ཐོག་ལ་ཡང་དོ་སྣང་ཡོད་ཉེན་མང་པོ་ཅིག་གིས་རྒྱབ་ལྗོངས་ཀྱི་གནས་ཚུལ་གཏིང་ཟབ་པོ་ཤེས་ཐུབ་ཡ་ཅི་དང་ཁ་གསལ་པོ་ཤེས་ཐུབ་ཡ་ཅི་དང་འདི་འདྲའི་ཆེད་དུ།

ད་ཡིན་ནས་ང་རང་ཚོ་རྩ་བའི་དམིགས་ཡུལ་དུ་གྲུབ་ཐུབ་ཡོད་མ་རེད་དེ་ཡིན་ནས་འདི་གང་ལྟར་ཅིག་ལོ་རྒྱུས་ཀྱི་ཐོག་ནས་བོད་རང་དབང་རང་བཙན་གཙང་མ་ཡིན་མ་ཡིན་གྱི་ཐོག་ལ་ཡང་འདོད་པ་མི་མཐུན་པའི་ཐོག་ནས་ཨ་ནེ་འགོག་རྐྱེན་བྱས་པ་རེད་ཟེར་ངས་ཡང་འདི་ཁས་ལེན་ངོས་འཛིན་ཞུ་གི་མེད་དེ་དེ་འགོག་རྐྱེན་དེ་མཐར་ཐུག་ཡོང་དུས་ག་ལ་རྒྱ་ནག་མི་མང་རྒྱ་ནག་སྐམ་ས་ཆེན་མོའི་དབུ་ཁྲིད་ཚོ་གི་ཡང་ཅིག་སྙིང་སྟོབས་དང་གང་ལྟར་ཅིག་འདུན་པ། གང་དག་ལྷག་བསམ་མེད་པས་བྱ་རྒྱལ་མ་ཚང་བ་རེད་མ་གཏོགས། གང་དག་འདས་པའི་ལོ་རྒྱུས་ཀྱི་ཐོག་ལ་ཡང་ནི་ཕྱོགས་གཉིས་ཀ་འདོད་པ་གཅིག་གྱུར་དགོས་རེད་ཟེར་ཏེ་སྒུག་ཡོད་མ་རེད་སྐྱབས་མགོན་པོ་ཆེ་ཁ་གསལ་པོ་ཞུ་གསུངས་ཡོད་རེད་གང་དག། འདས་པའི་ལོ་རྒྱུས་ཟེར་ཉེན་དེ་ཆབ་སྲིད་པའི་ཐོག་ནས་ཐག་གཅོད་བྱེད་ཅིག་སྐད་ཆ་མ་རེད། འདས་པའི་ལོ་རྒྱུས་དེ་ནི་ལོ་རྒྱུས་སྨྲ་བ་ཚོ་ཉམས་ཞིབ་ཀྱི་ཐོག་ནས་དེའི་ཚེ་དེའི་དུས་ཀྱི་ཡིག་ཆ་དང་དན་རྟགས་མང་པོ་ཅིག་ལ་ཡ། ཨ་ནི་བསམ་བློ་བཏང་རྗེས་གསལ་བཤད་བྱས་ཡ་རེད་མ་གཏོགས་འདས་པའི་ལོ་རྒྱུས་ཀྱི་གནས་སྟངས་འདི་ཆབ་སྲིད་པའི་ད་ལྟ་ཐག་གཅོད་བྱས་ཡ་མ་རེད། མ་འོངས་པ་ལ་ཡ་ཨ་ནི་ག་ད་གནས་སྟངས་ག་འདྲས་བྱས་མ་བྱས་ཟིན་མཁན་དེ་ད་ལྟའི་དབུ་ཁྲིད་ཚོ་དང་ཆབ་སྲིད་པ་ཚོ་གི་ཐོག་ནས་ཨ་ནི་ཕན་ཚུན་གྲོས་མོལ་གྱི་ཐོག་ནས་ཏན་ཏན་ལང་ཀ་ཡོད་རེད་སྐྱང་རུམ་ཅེས་ག་དུས་ནས་དགོངས་བཞེས་ད་ག་རང་རེད་དེ་ཡིན་ཙང་སྐྱང་རུམ་ཅེས་རྒྱ་མིའི་ངོས་ནས་དེ་སྔ་བོད་ནང་སྔ་མ་ནས་ཨ་ནི་རྒྱ་ཁོངས་རེད་ཟེར་ཅེས་སྐུ་མདུན་ནས་གསུང་གི་ཡོད་ཟེར་སྐུ་མདུན་གསུང་ཡོང་བ་མ་རེད་དེ་ནས་ངས་འདི་ཁོ་རང་ཚོས་ད་ཅིག་རྒྱུ་མཚན་གཡོལ་ནས་ཁ་བཞག་ས་ཅིག་བྱས་པ་རེད་མ་གཏོགས་རྩ་བའི་འགོག་རྐྱེན་ད་དེ་རེད་དྲན་གི་མི་འདུག་རྒྱ་མིའི་ངོས་ནས་གང་ལྟར་འདས་པའི་ལོ་རྒྱུས་འཛམ་བུ་གླིང་ག་བ་ག་ས་ཡིན་ནས་མི་རིགས་ཀྱི་འཐབ་རྩོད་དང་འདུ་འཛོའི་ཐོག་ལ་ཡ་མཐའ་མའི་ཐག་གཅོད་བྱས་པའི་སྐབས་ལ་ཡ་ཡིན་བྱེད་མི་བྱེད་ཕྱོགས་གཉིས་ཀ་འདས་པའི་ལོ་རྒྱུས་ཀྱི་ཐོག་ལ་ལྟ་སྟངས་གཅིག་པ་གཅིག་རྐྱང་འགོ་ཡོད་ཟེར་བྱས

ལ་ཡང་ཕན་པའི་ལམ་ལུགས་ཀྱི་ཐོག་ནས་འདོད་པ་ཁེངས་པའི་ལམ་ལུགས་ཀྱི་ཐོག་ནས་གསལ་བྱེད་བྱས་པས་ན་ཏན་ཏན་བྱེད་ཐུབ་ཀྱི་རེད་གསལ་ཐུབ་ཀྱི་རེད་ཅེས་གསུངས་ཡོད་རེད་དེང་སང་ངས་འདི་གང་ལྟར་འདས་པའི་ལོ་རྒྱུས་ཀྱི་ཐོག་ལ་ཡང་ཕྱོགས་གཉིས་ཀ་གི་འདོད་པ་གཅིག་གྱུར་དགོས་ཀྱི་ཡོད་མ་རེད། ནི་ང་རང་ཚོ་བོད་པའི་ངོས་ནས་ཆ་བཞག་པས་ནས་གང་ལྟར། ཡང་སྐབས་འགའ་ཤས་ལ་ཡང་རྐྱང་རུམ་བཅས་དང་རང་བཙན་རྩོད་ཡ་དེ་མཚམས་འཇོག་གནང་རྗེས་རང་སྐྱོང་གི་ཐོག་ལ་ཤུགས་བསྐྱོན་པ་ཡིན་དུས་འགའ་ལ་ནི་ཡང་འགའ་ཤས་ཅིག་གིས་རྐྱང་རུམ་བཅས་བོད་རང་བཙན་དེ་སྔ་ལོ་རྒྱུས་ཀྱི་ཐོག་ནས་བོད་རང་བཙན་ཡིན་པ་གཞལ་གྱི་ཤེས་ཀྱི་མེད་པ་བཟོ་རོགས་ཅེས་གོ་བ་ལེན་གྱི་འདུག་དེ་ཚོའི་ནོར་བ་རེད་གང་ལྟར་རྒྱ་བོད་ཐ་དད་རེད་ལོ་རྒྱུས་ཀྱི་ཐོག་ནས་བོད་རང་དབང་རང་བཙན་རེད།

མ་འོངས་པའི་བདེ་དོན་དང་དུས་ཚོད་སྐོར་ཆགས་ཀྱི་ཡོད་དུས་ཀ་ལ་དེང་སང་སྐུ་སྒེར་གྱི་སྐད་ཆ་མ་རེད་ཟེར་གསལ་པོ་གསུངས་ཡོང་དེང་སང་ཀྱང་རུམ་བྱེད་ཐབས་ཀྱི་བོད་མི་ས་ཡ་དྲུག་གི་མ་འོངས་པའི་བདེ་དོན་དང་དུས་ཚོད་སྐོར་ཆགས་ཀྱི་ཡོད་དུས་ཀ་ལ་དེང་སང་སྐུ་སྒེར་གྱི་སྐད་ཆ་མ་རེད་ཟེར་གསལ་པོ་གསུངས་ཡོང་དེང་སང་ཀྱང་རུམ་བྱེད་ཐབས་ཆགས་དུས་ནག་ལོག་ནས་གང་ལྟར་མི་རིགས་ཤིག་གི་འཐབ་རྩོད་ཡོད་དུས་ཀ་ལ་གང་ལྟར་འཐབ་རྩོད་དེ་གང་ལྟར་བདེ་དོན་མ་འཁྲུག་དགོས་པ་དོ་རྒྱུན་ཐུང་ནས་གནས་ཀྱི་རེད་ཟེར་ཞེས་བཀའ་གསལ་བོ་གནང་ཡོད་ལ། ང་རང་ཚོ་བོད་པ་ཚོ་ཆགས་བཞག་བས་ནས་ད་དེ་ཡང་ངའི་སྒེར་གྱི་བསམ་ཚུལ་ཡིན། ང་རང་ཚོ་བོད་པ་གཞོན་པ་ཚོ་ད་མི་རབས་མང་པོའི་ཐོག་ནས་གང་ལྟར་བོད་ཀྱི་འཐབ་རྩོད་དང་འབྲེལ་བ་ཆགས་བསྡད་ཡོད་རེད་དེ་དུས་ཀ་ལ་ང་རང་ཚོའི་གི་རྒྱབ་ལྗོངས་ཀྱི་གནས་ཚུལ་ཤེས་ཡང་ཡང་འདི་གནད་འགག་ཆེན་པོ་ཡོད་རེད་དཔེར་ན་ཆགས་བཞག་བས་ན་འདི་གི་ལྷན་ཐབས་ཀྱི་ལེའུ་གཅིག་ནང་ལོགས་ལ་ཡང་སྐྱབས་མགོན་རིན་པོ་ཆེ་གིས་རྒྱ་མིའི།

དེ་ཡང་ན་རྒྱ་བོད་གཉིས་ཀྱི་ལོ་རྒྱུས་ཀྱི་ཐོག་ནས་འབྲེལ་བའི་ཐོག་ནས་ང་རང་ཚོས་སློབ་སྦྱོང་བལྟས་ཟེར་བྱེད་བསྐུར་ཡོད་རེད་ད་དེས་ད་མི་ཐེབས་ཆེན་པོ་མང་པོ་དེ་འདྲ་ནི་དེ་ལོ་རྒྱུས་ཉམས་ཞིབ་པ་ཆེད་ལས་པ་ཚོ་མཁྱེན་གྱི་རེད་མ་གཏོགས་མི་དཀྱུས་མ་ཚོ་ཤིང་རྟ་ལྕགས་སྲིན་པོ་རུ་བ་དེ་ནས་ད་ལན་ཕྱག་དེབ་དེའི་ཐོག་ནས་སྐྱབས་མགོན་རིན་པོ་ཆེ་རང་གི་དགོངས་པ་བཞེས་སྟངས་ཅི་ཙམ་མ་ཞིག་བཀའ་གནང་ཡོད་རེད་འདས་པའི་ལོ་རྒྱུས་ཀྱི་གནས་ཚུལ་དེ་ལོ་རྒྱུས་སྨྲ་བ་ཚོ་གི་ཆེད་ལས་པ་ཚོ་ཉམས་ཞིབ་བྱེད་ཆེད་ནི་དེའི་ཚེ་དེ་དུས་ཡིག་ཆ་དང་དན་རྟགས་ལ། བརྟག་དཔྱད་བྱེད་རྒྱུ་རེད། དེ་ཡིན་ནའི་ང་རང་སྒེར་གྱི་ཐོག་ནས་ནི་འདས་པའི་བོད་ཀྱི་ལོ་རྒྱུས་གང་དག་གནས་སྟངས་འདི་འདྲ་ཅིག་ཡིན་པ་ཅིག་ངོས་འཛིན་བྱེད་ཀྱི་ཡོད་སྲིད་དེ་ན་གསལ་བོ་དེ་ཚོ་བྲིས་ཏེ་ང་ཚོ་ཡང་བོད་པ་ཚོ་ལ་དམིགས་བསལ་གྱི་གལ་ཆེན་པོ་ཆགས་བསྡད་ཡོད།